ད་ནི་འབྲས་བུ་རིམ་གྱིས་པའི་དབང་དུ་བྱས་པའི་རྒྱུན་ཞུགས་དེ་གང་འདྲ་རེད་ལབ་པ་ཡིན་ན། རྒྱུན་ཞུགས་ཞུགས་པ་འདོད་ཉོན་ཡས་མ་སྤངས། བཞི་ལྔ་སྤངས་སྲིད་དྲུག་པ་སྤངས་མི་སྲིད། སྐད་ཅིག་བྱུང་ངང་གང་ཡང་རུང་ལ་གནས་དེ་དང་ཆུ་གཅིག་འགྲངས་གཉིས་ཟེར་གསུངས་པ་རེད། རྩ་བ་འདིའི་སྐབས་སུ་རྒྱུན་ཞུགས་ཞུགས་པ། རྒྱུན་ཞུགས་ཀྱི་འབྲས་བུ་ཐོབ་པ་ལ་བརྩོན་པའི་གང་ཟག་དེ་ངོས་འཛིན་བྱས་པ་རེད། དེ་ང་རང་ཚོ་ཞིབ་ཚགས་ཙམ་བྱས་པ་ཡིན་ན། རྒྱུན་ཞིག་བཤིག་པ་ལ་དཔང་བའི་ཁྱད་པར་དང་རྟོགས་པའི་ཁྱད་པར་གཉིས་ཡོད་རེད་དེ་གའི་དཔང་བའི་ཁྱད་པར་དེ། འདི་གཉིས་གཅིག་ཀྱང་མ་སྤངས་པ་ནས་ལྔ་པའི་བར་སྤངས་པའང་སྲིད། དྲུག་པ་གཏན་ནས་མ་སྤངས་པ། འོ་དེ་འདྲ་བྱེད་དགོས་པ་རེད། འདིའི་སྐབས་ཀྱི་འདོད་ཉོན་ལ་བལྟས་འདོད་ཉོན་འདོད་པའི་ཉོན་མོངས། དེ་ལ་སྐོར་དགུ་བྱེད་ཀྱི་ཡོད་པ་རེད་སྐོར་དགུ་དེ་ཆེ་འབྲིང་ཆུང་གསུམ་ལ་གསུམ་གསུམ་བྱས་ནས་སྐོར་དགུ་རེད་ཨ། དཔེར་ན། འདོད་ཉོན་འདོད་ཉོན་ཆེན་པོ་ཆེན་པོ་ཆེན་པོ་འབྲིང་ཆེན་པོ་ཆུང་ངུ། འདོད་ཉོན་འབྲིང་གི་ཆེན་པོ་འབྲིང་གི་འབྲིང་འབྲིང་གི་ཆུང་ངུ། འདོད་ཉོན་ཆུང་ངུའི་ཆེན་པོ་ཆུང་ངུའི་འབྲིང་ཆུང་ངུའི་ཆུང་ངུ་གང་ལྟར་འདོད་ཉོན་སྐོར་དགུ་བྱེད་ཀྱི་ཡོད་པ་རེད། གཉེན་པོ་ལམ་སྒོམ་པ་ལ་བརྟེན་ནས་སྤང་བྱ་སྤོང་ཚུལ་གྱི་དབང་དུ་བྱས་ནས་བསྐོར་དགོས་བྱས་པ། འོ་དེ་འདྲ་ཅིག་རེད་སྤང་བྱ་སྤོང་ཚུལ་དེ་སྤང་བྱ་རགས་པ་དེ་སྤང་བྱ་ཆེན་པོ་དེ་སྔོན་ལ་སྤང་ཕྲ་མོ་དེ་རྗེས་སུ་སྤང་གི་ཡོད་པ། འོ་དེ་འདྲ་ཅིག་ཡིན་པ་རེད་ཡིན་ཙང་འདོད་ཉོན་གཅིག་ཀྱང་མ་སྤངས་པ་ནི་ལྔ་བའི་བར་སྤངས་པའང་སྲིད། རྒྱུན་ཞུགས་ཞུགས་པ་དེ་ལ་འདོད་ཉོན་བསྐོར་དགོས་གི་ནང་ལོགས་ནས་གཅིག་ཀྱང་མ་སྤངས་པ་ནི་ལྔ་བ་བར་སྤངས་བ་འོ་དེའི་བར་ཡོད་རེད། དྲུག་པ་གཏན་ནས་མ་སྤང་བ་གཅིག་དགོས་པ་རེད་གང་ལྟར་འདི་གཉིས་དྲུག་པ་མ་སྤང་བའི་སྔ་རོལ་གྱི་དགོས་ཀྱི་ཡོད་པ་རེད་སྤང་བའི་ཁྱད་པར་དེ་འདྲ་གཅིག་དགོས་པ་དང། ད་ནི་རྟོགས་པའི་ཁྱད་པར་ལ་མཐོང་ལམ་ལ་བསྡུ་དངོས་ཆུད་ཟོས་ཆུད་ཤེས་རྗེས་བཟོད་སོགས་མཐོང་ལམ་བཅུ་དྲུག་ལས་སྐད་ཅིག་དང་པོ་བཅོ་ལྔ་གང་རུང་ལ་གནས་པའི་གང་ཟག་ང་ཚོ་འདི་སྔོན་ལ་ཡང་མཐོང་ལམ་སྐད་ཅིག་བཅུ་དྲུག་དེ་ངོས་འཛིན་མདོར་བསྡུས་ཙམ་བྱས་པ་ཡིན་གང་ལྟར་བདེན་པ་བཞི་ལ། ཤིས་ཤིས་བཅུ་དྲུག་དེ་བཞག་གི་ཡོད་པ་རེད། དཔེར་ན། བསྡུ་དངོས་ཆུད་ཟོས་ཆུ་བཤིས། བསྡུ་དངོས་རྗེས་བཟོས་རྗེས་བཤིས། ཀུན་འབྱུང་ཆུད་ཟོས་ཆུ་བཤིས། ཀུན་འབྱུང་རྗེས་བཟོས་རྗེས་བཤིས། བཟོས་པ་དང་བཤིས་པ་ཤིས་ཤིས་བཞག་པའི་བཅུ་དྲུག་ཡོད་པ་རེད། དེ་འདྲ་བའི་མཐོང་ལམ་སྐད་ཅིག་བཅུ་དྲུག་གིས་སྐད་ཅིག་དང་པོ་བཅོ་ལྔ་པོ་གང་རུང་ཐོས་པ། སྐད་ཅིག་བཅོ་ལྔ་པོ་གང་རུང་ལ་གནས་པ། བྱེད་དགོས་པ་རེད། སྐད་ཅིག་བྱེ་དྲུག་པ་ལམ་རྗེས་ཤེས་མ་ཐོབ་པ་བྱེད་དགོས་པ་རེད། ལམ་རྗེས་ཤེས་ལ་མ་གནས་པ་བྱེད་དགོས་རེད། བདེན་པ་གཤིས་ཀྱི་གོ་རིམ་བརྩེགས་པའི་སྐབས་སུ་སྡུག་བསྔལ་ཀུན་འབྱུང་འགོག་པ་ལམ་གྱི་དེ་འདྲ་བརྩེགས་རེད། ཡིན་ཙང་མཐོང་ལམ་སྐད་ཅིག་བྱེ་དྲུག་གི་ཐ་མ་དེ་ལམ་རྗེས་ཤེས་རེད། ཡིན་ཙང་ལམ་རྗེས་ཤེས་མ་ཐོབ་པ་བྱེད་དགོས་པ་རེད། རྟོགས་པ་གི་ཁྱད་པར་དེ་འདྲ་དང་ལྡན་པ་གཅིག་གམ། ཡང་ན། མཐོང་སྤང་ཀུན་སྦྱོར་གསུམ་སྤོང་བ་ལ་བརྩོན་པའི་གང་ཟག་འོ་དེ་འདྲས་ཀྱི་དགོས་པ་རེད། ཞུགས་པ་ཞིག་གི་ནང་ཚན་གང་ཞིག་ལ་མཐོང་སྤང་ཀུན་སྦྱོར་གསུམ་སྤོང་བ་ལ་བརྩོན་པའི་གང་ཟག་འོ་དེ་འདྲ་གཅིག་ལ་རྒྱུན་ཞིག་ཞིག་པ་ཟེར་གྱི་རེད། ཨ་ནི་མཐོང་སྤང་ཀུན་སྦྱོར་གསུམ་ལ་པ་ཡིན་ན་འཇིག་ལྟ་ཀུན་བརྟགས། ཚེ་གྲུབ་ལྟོས་ཤིག་ཕྱོགས་འཛིན་ཐེ་ཚོམ་ཉོན་མོངས་ཅན་དེ་གསུམ་ལ་མཐོང་སྤང་ཀུན་སྦྱོར་གསུམ་ཟེར་ལབ་ཀྱི་ཡོད་པ་རེད། སྤྱིར་བཏང། མཐོང་སྤང་ལ་རིགས་ཧ་ཅང་མང་པོ་ཡོད་པ་རེད་དེའི་ནང་ལོགས་ནས་གཙོ་བོ་དེ་གསུམ་བཞག་དགོས་པའི་རྒྱུ་མཚན་ག་རེ་ལབ་ན། འཇིག་ལྟ་ཀུན་བརྟགས་དེ་མ་སྤངས་པ་ཡིན་ན། ནི་བདག་མེད་པའི་དོན་སྒོམ་པར་བྱེད་གི་མ་རེད་བདག་མེད་པའི་དོན་མ་སྒོམ་ན། ནི་ཐར་བ་མྱ་ངན་ལས་འདས་པའི་གོ་འཕང་ཐོབ་གི་མ་རེད་ཡིན་ཙང་དེ་ཐར་བ་ཐོབ་བྱེད་ཀྱི་སྐད་གཙོ་བོ་གཅིག་རེད་འཇིག་ལྟ་ཀུན་བརྟགས། ནི་ཚུལ་ཁྲིམས་རྟེན་བཞུགས་མཆོག་འཛིན་ཟེར་བ་དེ་ལམ་ནོར་བ། ཕྱི་རོལ་བ་རྣམས་ལ་གྲགས་པའི་སྡུག་བསྔལ་སྤོང་བར་བྱེད་པའི་ལམ་གྱི་རྣམ་གྲངས་མང་པོ་ཅིག་བཤད་ཀྱི་ཡོད་པ་རེད། སྒོ་ཕྱུགས་དང་རི་དྭགས་ལ་སོགས་པ་བསད་ནས་དཀོན་མཆོག་ལ་མཆོད་པ་བྱེད་པ་དང། ད་ནི་བརྩེ་སེམས་དང་རལ་གྲི་ལ་སོགས་པའི་རྩེ་ལ་མཆོངས་ནས་རང་གིས་རང་གསོད་པ། ཡང་ན་ལུས་ལ་དཀའ་སྡུག་དྲག་པོ་བརྟེན་ནས་ཨ་ནི་སྐད་ཅིག་ཞེས་པ་ལ་སོགས་པ་གང་ལྟར་ཐར་ལམ་རིགས་མ་འདྲ་བ་མང་པོ་ཅིག་བཤད་ཀྱི་ཡོད་པ་དེ་དག་གཙིགས་སུ་བཟུང་བ་ཡིན་ན་ཚུལ་ཁྲིམས་བརྟུལ་ཞུགས་མཆོག་འཛིན་བྱ་གི་ཡོད་པ་རེད་ཡིན་ཙང་ཚུལ་ཁྲིམས་བརྟུལ་ཞུགས་མཆོག་འཛིན་དེ་ཡང་ཐར་ལམ་ཐོབ་པ་ལ་བཀག་བྱེད་པའི་རྒྱུ་གཙོ་བོ་གཅིག་ཡིན་པས་དེ་ཡང་སྤོང་དགོས་པ་རེད། འདི་ནས་ཐེ་ཚོམ་ཉོན་མོངས་ཅན་ཟེར་བ་དེ་བཀའ་སྟེ་ལམ་ཡང་དག་པ་གཅིག། དགེ་བའི་བཤེས་གཉེན་ལ་སོགས་པའི་འདི་ནི་ཐུགས་ནི་ལམ་ཡང་དག་པ་གཅིག་ཉམས་སུ་ལེན་རྒྱུ་རེག་ན་ཡང་དེ་ལ་ཡིད་མི་ཆེས་པ་ཐེ་ཚོམ་ཉོན་མོངས་ཅན་ཟེར་ཡོད་པ་རེད་ཡིན་ཙང་མཐོང་སྤང་ཀུན་སྦྱོར་འདི་གསུམ་གྱི་གང་ཟག་གཅིག་ལ་དགེ་སྦྱོང་ཚུལ་གྱི་འབྲས་བུའམ་ཡང་ན་ཐར་པ་འགོག་བདེན་ཐོབ་པ་ལ་གེགས་བྱེད་ཀྱི་ཡོད་པ་ཡིན་ཙང་འདི་གསུམ་རྒྱུན་ཞུགས་ཞུགས་པའི་སྐབས་ཀྱི་སྤང་བྱ་གཙོ་བོ་རུ་གནས་ངོས་འཛིན་བྱེད་པ་དེ་འདྲ་གཅིག་རེད། དེ་ནས་རྒྱུན་ཞུགས་ཞུགས་པ་ལ་དབྱེ་བ་ཕྱེ་བ་ཡིན་ན་དབང་རྟུལ་ལྟ་བས་རྗེས་འབྲང་དང་དབང་རྣོན་ཕྱེད་ཀྱི་རྗེས་འབྲང་གཉིས་ཡོད་པ་རེད། སྤྱི་བཏང་ལྟ་བས་རྗེས་འབྲང་ཟེར་སླ་བ་ཡིན་ན་དབང་རྟུལ་ཟེར་སླ་བ་ཡོད་པ་རེད། དེ་ག་རེ་ལབ་ན་རང་ཉིད་ལམ་གང་ལ་འཇུག་པ་དེའི་ཚེ་ན། ལམ་དེ་ཡང་དག་པ་ཡིན་དང་མིན་ལམ་དེ་ཉམས་སུ་བླང་བ་ལ་བརྟེན་ནས་འབྲས་བུ་དེ་འདྲ་ཞིག་ཐོབ་རྒྱུ་ཡོད་དང་མེད་ལ་སོགས་པ་ཧ་མ་གོ་ན་ཡང་ཡིད་ཆེས་ཙམ་གྱིས་ལམ་དེ་ལ་འཇུག་པ། ཡིད་ཆེས་ཙམ་གྱིས་ལམ་དེ་ཉམས་སུ་ལེན་པ། དེ་འདྲ་ཅིག་ལ་དད་པའི་རྗེས་འབྲང་ཟེར་ལབ་ཀྱི་ཡོད་པ་རེད། དེ་ནས་དབང་རྣོན་ཆོས་ཀྱི་རྗེས་འབྲིང། ཆོས་ཀྱི་རྗེས་འབྲིང་ཟེར་ལབ་པ་ཡིན་ན་ཡང། དབང་རྣོན་ཟེར་ལབ་ཀྱི་ཡོད་པ་རེད། དེའི་དོན་དག་འདིའི་སྐབས་ཀྱི་ཆོས་ཟེར་བ་དེ་རིགས་པ་དང་རྒྱུ་མཚན་ལ་བཤད་ཀྱི་ཡོད་པ་རེད། རང་གི་ཉམས་སུ་བླང་བྱ་གི་ཡུལ། ལམ་དེ། ཡང་དག་པ་ཡིན་དང་མིན། ལམ་དེ་ལ་བརྟེན་ནས་འབྲས་བུ་ཡང་དག་པ་ཞིག་ཐོབ་ཀྱི་ཡོད་དང་མེད། དང་པོ། བསམ་བློ་དང། ལམ་དེ་ལ་བརྟེན་ནས་འབྲས་བུ་ཡང་དག་པ་དེ་འདྲ་ཅིག་ཐོབ་ཀྱི་ཡོད་པ་ཧ་གོ་ནས་ལམ་དེ་ལ་འཇུག་པ། འོ་དེ་འདྲ་ཅིག་ལ་དབང་རྣོན་ཆོས་ཀྱི་རྗེས་འབྲེང་ཞེས་ལབ་ཀྱི་ཡོད་པ་དེ་འདྲ་ཞིག་རེད། མདོར་ན་རྒྱུན་ཞུགས་ཞུགས་པ་ཞེས་ལབ་པ་ཡིན་ན། མདོ་གཉིས་སྐོར་དགུ་དགུ་ནང་ལོགས་ནས་དང་པོ་སྤངས་པ་གཉིས་པ་སྤངས་བ་གསུམ་པ་སྤངས་བ་བཞི་པ་སྤངས་བ་ལྔ་བ་སྤངས་བ་ཡང་ཡོད་པ་རེད། དཀྲུགས་པ་གཏན་ནས་མ་སྤང་བ་གཅིག་དང། ཡང་ན་མཐོང་སྤང་གོ་འགྱུར་གསུམ་སྤོང་བ་ལ་བརྩོན་པའི་གང་ཟག་འོ་དེ་འདྲ་བྱེད་དགོས་པ་རེད་ཟེར་གསུང་གི་ཡོད་པ་རེད།